ཡ། ཅི་ཟེར་ད་གེ་འབྲུག་གཉིས་ཀྱི་ལོ་རྒྱུས་བཤད་ན་ད་དེ་འདྲ་རེད། ད་མཐའ་དུས་སུ་བཅུ་གཅིག་ཆེན་པོ་ལ་འཛམ་གླིང་གེ་སར་རྒྱལ་པོ་གི་འབྲུག་མོ་རྫི་མས་དུ་མས་སྐྱེས་ཤ་རེ་སྙམ་པོ་ཁྲི་ཨ་བདེ་སོང། ཨ། ཅི་ཟོས་ན་ད་ཁོ་འགྲོ་ས་ཅི་ནས་འགྲོ་བྱང་འགྲོ་རེད་དེ་ལ་མ་ལ་དུ་མས་ཅི་དང་གཏན་འདྲ་འགྲོ་སོང་ན་མི་ཤི་རྫི་མས་ཚུར་སེང་འབྲུག་སྟག་རྩེ་བཟུང་ས་རྩེ་ཚར་དུས་སྨད་བཟའ་འབུ་སྐྱེར་ལ་སྒོ་ཨོང་ཨོང་ཟ་མ་ངུ་འགའ་བཟའ་ཆུ་སྦྲང་ལ་སྒོ་ཨོང་ཨོང་ཟ་མ་ངུ།

འབྲུག་མོ་ཡང་ཁམས་ནས་རེད་འཛིན་གྲྭ་རྒྱས་ས་དོ་ད་ཅིག་སྐུ་ཚེ་གི། བཅུ་ནས་དེ་ནས་མ་རེད་བར་དུ་ད། ཁམས་ཨ་མདོ་གཉིས་ཀྱི་ས་མཚམས་ད་མགོ་ལོག་ལོག་ཡིན་མང་ཆེ་ཤོས་བཞུགས་འདེད་དེ་འདྲ་རེད་དོ་རེད་དེ་འདྲ་ཡིན་ཚ་དུས། ད་འདི་གི་ཅིག་ཁྱིམ་ཚང་གི་སྐད་ཆ་བཤད་སྟངས་བསམ་ཤེས་བཟོ་སྟངས་བསམ་བློ་བཏང་སྟངས་དེ་འདྲ་ཅི་འདྲ་ཡོད་ན་དེ་ཚོ་ཐམས་ཅད་དུ། དྲང་པོ་བཤད་སོང་ན་ང་ཚོ་ཐད་ཀར་དུ། ང་ཚོའི་ནམ་རྒྱུན་གྱི་འཚོ་བ་གི་རིག་གནས་དང་འབྲེལ་དེ་རེད་ལ། གེ་སར་རིག་གནས་འདི་ཁོ་ལྷ་སྒྲུང་ངོ་བོ་ནས་བཞག་ན་ཁོ་ལྷ་གི་སྒྲུང་བཟོ་ནས་ཡག་གཏུག་པ་ཆོག་ལེ་རེད་དཔའ་བོའི་རྟོགས་བརྗོད་ཟེར་ན་དཔའ་བོ་དཔའ་རྒོད་ཅིག་གི་ལས་ཀ་ལས་དང་བསམ་བློ་སྟངས་དང་མི་རིགས་ལ་ཤ་ཞེན་ཅི་སེ་ཡོད། དེ་ནས་མི་རིགས་དེ་བདེ་སྡུག་གི་ཆེད་དུ་ལས་ཀ་ཅི་ལས་ཡོད། དེ་དང་གཅིག་དེ་ནས་ཡང། ད་བཙན་པོ་དབང་ཡོད་ཀྱི་ལས་ཀ་ལས་མི་གྲངས་མང་ཡིན་བསམ་འདོད་མི་ནང་གི་ཆང་ལ་ཕབ་ནས་དེ་ནས། བཙན་པོ་གཉའ་ནས་ནས་ཉམ་ཆུང་མཐའ་ནས་ཤོང་ཟེར་དེ་འདི་འདྲའི་གི་ལས་ཀ་ལས་དང་ཆུང་ས་ནས་བསམ་བློ་བཏང་ད་ང་ཆེ་ཐུན་མོང་གི་ངོ་བོ་ནས་བསམ་བློ་བཏང་འོང་དུས་དེ་ནས་གེ་སར་གི་རིག་གནས་འདི་འདྲ་ཞིག་འགའ་བྱུང་ན་རིག་གནས་རང་གི་ངོ་བོ་ནས་བསམ་བློ་བཏང་འོང་དུས་འདི་ནང་སློབ་གསོ་གི་ཆ་མང་པོ་འདྲ་འདུག་དེ་ནས་ལྷག་པར་དུ་སྙན་ངག་གཞི་རྩར། དམག་དོན་སྲིད་ཇུས་ཆབ་སྲིད།

དེ་ལེའུ་གཉིས་པ། དམུ་གུ་ཡུལ་གྱི་དམག་རྣམས་ཞུ་འཕངས་པས་དགུན་གྱི་ཤི་བ་བཞིན་དུ་མཁར་བཙན་བཟུང། དཔའ་ངར་ལས་མེད་གླིང་རུས་པ་བརྟུལ་ཞུགས་ཀྱིས་བཙན་པོའི་དགྲ་བཙོང། བསད་ཤིང་བཅངས་ནས་ཐར། དེ་རིགས་སུམ་ཅུ་འཁྲུལ་ཀེ་སར། སིང་ཆེན་གྱིས་རྟོགས་པར་གྱུར་པ་དམུ་ཆུང་དྲེལ་གཡང་འཕགས་སྐོར་གྱི་བར་ཆད་དགྲ་བཙོང་སློང་བ་སྐོར་འཆད་པར་བྱ་བ་ཡིན་པས་སྐལ་ལྡན་གྱི་བུ་ཚུལ་མ་ཡིན་སྙན་དབང་བསྟན་ནས་གསན་པར་འཚལ། དེ་ནས་ཉི་མ་དེ་ཡི་ཕྱིར་ནོར་གླིང་གི་དཔའ་ཐུལ་སྤང་རྒྱུད་རྣམས་ལྷ་སྲིན་མཆོག་གི་ལས་ཀར་དུ་འཛངས་ནས་སྐྱ་ཁྱུང་བཟའ་བཏུང་ལ་ཚིམ་པར་རོལ་ཞིང་ཀུན་གྱིས་བཀའ་དྲོད་ཅིང་གླིང་རྗེས་བཀའ་མདུན་ཞུས་རྒྱ་ཆེར་འཕྲིན་པ་འབུལ། མི་གླིང་ཆེ་རྒྱུད་ཆུང་རྒྱུད་འབྲིང་རྒྱུད་བསྲེས་ནས་ཤར་མི་སོག་རའི་རོང་ཡུལ། གངས་ཐང་ཤུལ་དཀར་སྨག་ཏུ་ཤི་རོ་རྫོང་དེ་ཉིད། ཤ་སྒར་དེ་བཏོན་ནས་དེ་རིང་གླིང་དཀར་སྤོས་རྒྱུད་དྲུག་འཁྱམས་ནས་ལྷ་སྲིན་ཆེ་གསུམ་གྱིས་བཙུགས། ལྷ་སྲིན་ཆེ་གསུམ་ཟེར་དུས་དེ་ལ་ད་ང་ཆོས་ཨ་འདས་ཀྱིས་བྱུང། ཡང་དག་ཐུགས་ཆགས་འབྲེལ་ཤེས་རྒྱལ་པོ་ཆེན་མོ། གླིང་གི་སྤང་བླང་དྲུག་ཅུ་ཙམ་རྒྱུད་ལ་བཞུགས། ཤེས་ལྡན་མཉེས་བྱེད་བཙུན་དཔའ་ཐར་གཞན་རྣམས་དང། དམག་དམངས་ཀྱིས་སྐད་ཅིག་ལ་ཤར་བ་དང་སྔགས་འདི། ཤར་དམག་ཡོད་སར་ཉེ་བར་སླེབས་པས་ན། ཤར་དམག་མི་འདུག་པས་བྲོས་སོང་བ་ཨེ་ཡིན་ཟེར། ལ་ལས་གཞི་འཁྲིལ་གྱིས་མི་མཐོང་བར། ཞེས་པ་ཨེ་ཡིན་སོགས་ཅི་རིགས་གླེང། དེ་རེས་ཐེངས་མ་གཉིས་ཀྱི་སྔོན་ནས་ཕར་ཕར་དགའ་མར་དུ་སླེབས་པ་དང་ཅི་ཡང་མི་མཐོང་བས་དཔའ་ཐར་དམག་དམངས་ཐམས་ཅད་ཀྱིས་ཤར་དམག་ཕྱིར་བྲོས་སོང་བར་ཐག་བཅད་དེ། ཤན་དང་ཞོག་ནས་རྟ་དམག་དྲུག་ཅུ་ཙམ་ལྷ་སའི་སྤང་བླང་གདན་འདྲེན་པར་བཏང་ནས། སྔ་འགྱུར་དམག་ཐམས་ཅད་དེ་རུ་སྒར་བབས་སྤྱིར་དུ་ལྷ་སའི་ཀྱི་གཟིགས་མགུར་རྒྱལ་སར་བཞག། གཞི་རྩ་ནི་སྲིད་དམག་རྣམས་གླིང་རུ་སྒར་དུ་སླེབས་ཏེ་ལོ་རྒྱུས་ཚང་མ་ཤོད་པས་ལྷ་སའི་ཐུགས་བགྱིས་པའི་ངང་ཆིབས་ཐོག་འཆོར་ཏེ། རྒྱ་རྩེ་མཆེད་གསུམ་དང་སྤྱི་སྤང་སྟག་རོང་སྤང་བཅས་གཟའ་རྒོད་ཐང་ལ་རྒྱུ་བ་བཞིན་དུ་ཕལ་པའི་དཔའ་ཐར་ཚོས་ལྷ་སའི་སྤང་ཁུར་རྒྱང་རིང་ནས་བཤངས་ཡོང་བ་མཐོང་བས་ན་ཤེས་ལྡན་གྱི་གཙོས་བུ་དཔའ་ཐར་འགའ་ཞིག་གིས་ཆིབས་སའི་སྣེ་ལེན་དང་བཅས་ལྷ་སྒར་དུ་ཕྱག་སྤེལ་ཏེ་དབུས་སྒར་དུ་ལྷ་སའི་ཉི་གསེང་ཁྲི་སྟེང་ལ་བཞུགས། གཡས་གཡང་ངུ་འཕྲིའི་སྟེང་དུ་འཇོང་སྲས་དང་ཉི་འབུམ་གཉིས་བཞུགས་དེའི་གཤང་དུ།

དེའི་ཉི་མ་དེ་ཡི་ཤིང་སྡོང་མཐོ་རིང་གི་དུས་དེར་སྤང་ཁྲོ་དང་དེའི་དམིགས་ཁྲིད་ཀྱི་ཤེར་གྱི་སྣང་རུ་ཡངས་ཤིང་རྒྱ་ཆེ་བ། ལོགས་རེ་ལ་པ་ཏྲ་བཞི་བཞི་ཡོད་པ། སྟག་མགོ་རེ་ལ་ཁྱི་སྲིན་གྱི་མགོ་རེ་དང་དེའི་རྩེ་མོ་ལ་སྒྲིབ་ཤིང་ཡོད་པ་ཞེས་ཡིག་གཟུགས་དེ་རང་ཁྲིད། ཁྲིད་མཁན་འབུ་གསུམ་གསུམ་དང་སྟག་རོང་གི་དམག་བརྒྱ་ཕྲག་ཙམ་ལྷན་དུ་སྐད་ཅིག་ལ་ཤ་ཐང། སྐར་མ། ཤ་མཐོང་སྐར་སྣ་མང་སྤྱོད་པ་ལྟར་མཁའ་དབྱིངས་སུ་འཕུར་ནས་མར་ལྟས་བཙགས་ན། ཐུགས་ཀར་འགྱིང་རྫོང་ཟེར་བ། ཐོག་བརྩེགས་ལྔ་ཡོད་པ་ཡང་སྟེང་གི་བྲག་གི་སོ་བ་དབྱིབས་ས་ཁོངས་ཆུང་གསུམ་གསུམ་ཡོད་པ་ཞིག་གི་ནང་མི་མང་པོ་ཡོད་པ་མཐོང་ཞིབ་པར་བརྟགས་པས་ན་ལྟ་བ་སྔོ་ཤིར་ཤིར་བྱུང་བ་འཕྲོ་བས་མཐོང་བས་ན་འཕྲོ་རྒྱལ་དགའ་ལྟས་སྣ་རེད་ད་ང་རང་ཚོ་སྔགས་པོ་མི་ཡི་ཀོ་ཆུ་འཕང་མདའ་མོ་འབེན་ལ་ཕོག་པ་ཟེར་བ་ལྟར་ཁོ་སྦྲ་སྡུག་སྨུག་གི་དམག་དེ་མ་གི་རྫོང་ནང་བསྡད་ཡོད་པ་འདྲ་ཡང་ད་རུང་ཞི་པར་མ་ཐག་ཚེ་དགྲ་གཉེན་ནོར་དོགས་ཡོད་དེ་བས་རང་ཚོ་མ་རབས་པར་དེ་ཉིད་མ་ཤེས་ན། སྒྲིག་ཤིང་འདི་རང་ཚོ་སུས་ཀྱང་མི་མཐོང་མཐོང་མི་ཡོང་ཟེར་ནས་ནང་དུ་ཐོང་ལ་སློང་བ་བཞིན་དུ་བཙོང་ཐོག་ལ་ཕབ་པས་སུས་ཀྱང་མ་མཐོང་བར་བྱ་ཡང་སང་ཙང་དེ་ནས་ཞི་པར་བཤད། ཡང་སྔར་གྱི་གནང་ལ་ཤོག་ཅིག་རྟགས་རུ་སོང་བ་དུས་སུ་ཁྲག་ཡག་ཐིག་ལེ་བཙོངས་ཏེ་གོང་གི་བཙོངས་དང་དབྱིབས་མཚུངས་བ་སྐྱག་རི་མེད་པ་ཞིག་ཡིན་མཐོང་བས་ན་དེ་རིང་ཡུད་ཙམ་བབས་ནས་བསྡད་པས་ན་དེར་ཡོད། ཤར་མ་ཚོས་རང་ཅག་ལ་མཐའ་མ་ཁྱོད་རིགས་དཔུང་འདི་སྙིགས་དཔྱོད་ཆེ་ཆུང་དང། སྙིགས་དཔྱོད་ཆེ་ཆུང་ཡང་དག་ནི་ཐུགས་ཁར་བཙོངས་ཀྱི་བཙན་གྱིས་བཟུང་ཡོད། ཁྲག་ཡག་བཙོངས་འདི་གླུད་གྱིས་ཙོའི་རང་རིགས་བཟུང་ཡོད། སྟག་མོ་བཙོངས་འདི་རྒྱལ་སྲིད་སྤང་བླང་གྱིས་བཟུང་ཡོད་སྐུ་མཁར་ནི་བཙན་པོས་བཟུང་ཡོད་པས་ན། ཁོ་གླེང་འདུག་ལོ་དགུ་བར་དུ་བསྡད་ཀྱང་བཙོངས་ཆེན་བཞི་པོ་ཤོར་བ་ག་ལ་སྲིད་ཟེར་གླེང་མོ་བྱེད་ཀྱིན་བསྡད་འདུག་པ་མཐོང། ལར། ལར་རྒྱུ་སྒྲུབ་ཤིང་གི་མཐུས་སུ་ཅུང་མི་མཐོང་བ། ཡང་ཡང་སྨུག་གི་དམག་མི་ཚོས་མ་ཚོར་བར་བྱས་ནས་སྤང་འཕྲོ་བཏང་དེ་སྐད་ཆུང་ངུ་བྱས་ནས་ན་རེ། ད་རུང་ཟུར་དུ་རྒྱལ་སྲས་སེར་བུ་རྫོང་སྤང་ཞིག་ཡོད་པ་འདྲ་བས་རྟ་རུ་འགྲོའམ་མི་འགྲོ་སྨྲས་པས་དྲག་ལྷས་ན་རེ། རང་རེའི་གོ་ཆོད་པ་བྱུང་ཡང་ད་རུང་གར་འདུག་མྱུར་བར་འགྲོ། ལན་བརྒྱར་ལངས་ཀྱི་སྤྱན་སྔར་ལོ་རྒྱུས་ཞིག་འཕུལ། དགོས་འདུག་ལགས་ཟེར་བས་ན་དེར་ཆ་བཞག་ནས་ཡང་སྔར་བཞིན། ཤ་ལང་འོ་མ་ནས་ཤེལ་གྲི་ཤེལ་གྲི་དེ་རེ་ཞིག་བཀག་ནས་བལྟས་པས་ན་འཛམ་གླིང་གླང་ཐར་དུ་བཀོད་པ་ལྟར་ཤིང་དེར་ཚང་མ་མི་ངོ་མཚར་བར་གྱུར་ཏེ་སྤང་འཕྲོ་རྒྱག་ལ་གུས་འདུད་དང་བཅས་ཏེ། ཡིད་ལོངས་དང་རིམ་མིང་སོགས་ངེད་ཅག་ལ་ལྷབ་རོགས་མཛོད་ཞུས་པར་ན་སྤང་འཕྲོ་རྒྱལ་གྱིས་མཐོང་བྱེད་གསར་བུ་སྔགས་བཏབ་པས། འཛམ་གླིང་ཞེ་སྡང་བྱེད་པར་གནས་འགའ་ཕུ་མདའ་ཐམས་ཅད་སྔར་ལས་གསར་ཆེ་བར་གྱུར་ཏེ་ནས་འཕྲོ་རྒྱལ་སྣ་རེ། རིམ་མིང་དང་ཡིད་ལོངས་རྩིས་དྲུང་བཅས། གླུ་ཧ་ཅང་མང་བས་ན་གླིང་ཚོགས་མས་ཀྱང་ད་ལམ་རྟེན་འབྲེལ་ཚང་ཞེས

ཡག་པོ་ཅིག་ཀློག་བསྡད་པ་ཡིན་པ་ཡིན་ན་ཡིག་རྩ་དེ་ཡག་པོ་ཞིག་ཆགས་འགྲོ་གི་རེད་ཡི་གེ་དེ་ཀློག་ཡག་ལ་དཀའ་ལས་ཅི་མེད་པ་ཆགས་འགྲོ་གི་རེད། གླིང་སྒྲུང་ཡག་པོ་ཅིག་ཀློག་ཐུབ་སོང་ན་ཇི་མ་ཏག་གཞན་དག་གིས་ཡི་གེ་ག་འདྲ་ཞིག་ཐུབ་སོང་ན་ཡང་ཅི་དང་སེམས་ཁྲལ་མེད་པ་ཅིག་ཆགས་འགྲོ་གི་རེད་ལ། དེ་ནས་སྙན་ངག། སྒྱུ་རྩལ། སྐད་ཆ་བཤད་སྟངས། དེ་ཚོ་གི་ཐོག་ལ་ཧ་ཅང་ཕན་ཐོགས་ཆེན་པོ་ཡོད་བསྡད་པ་འདི་འདྲ་ཅིག་ཡོང་བསྡད་གི་རེད་ལགས་སོ་བཀའ་དྲིན་ཆེ།

སྙན་དཀྱིལ། བདེན་ཚིག་གླུ་ནང་དར་མ་རྩ་སྟེ། འཛམ་བུ་གླིང་ལ་སྐད་སྒྲོག་ས་ཀི། འཛམ་བུ་གླིང་ལ་མི་ཤེས་དེ།
ཨ་ཡེ་དུ་སྙན་མོ་རེད་དང་དངོས་གནས་དྲང་ནས།
ཧོ་ཧོ་ཡག་གི་ཟེར་རིན་རྒྱུ། དེ་ང་གཉིས་འདི་འདྲའི་ཚང་ཞག་རེད་དེ་ནི།

ཨང་ཏི་ཤོ་ང་རང་ལ་ཡང་སྐྱིད་ཅེར་བུར་འགྲོ་བཞིན་བཀའ་དྲིན་མ་འཆང་ཚང་མ་འོང་མོ་ཕན་ཚུན་གཉིས་ཀ་དེ་འདྲའི་ཡང་རེད་ལགས། འོ་ཡ་འོ་ཡ་ཀུ་སེ་རེད་དེ་ནས་འོང་འོང་རྒྱ་ཉི་མ་གཅིག་ལྷོད་ལྷོད་བཟོ་གླིང་སྒྲུང་སྐོར་ཁ་བརྡ་ཡོད་རྒྱུ་བཟོ་ཨ། ཏོག་ཏོག་ཡིན་ཏོག་ཏོག་ཡིན། སྒྲུང་དེ་ང་འབྲི་བ་ཅིག་མ་གཞི་སྐད་འཕྲོ་ནང་འབྲི་བ་ཆེ་གོ་དེ་ང་ཁང་འདི་གཅིག་ཏོག་ཏོག་འོང་གླིང་སྒྲུང་དང། ཉི་མ་གཅིག་ཤེལ་སྟོང་ཆུ་ཟོ་གཅིག་གཉིས་ཀྱི་གླིང་སྒྲུང་རང་དང་འབྲེལ་བ་ཡོད་སོགས་ནི་ང་ཅག་སྒྲུང་གླིང་འདྲ་སའི་སྐད་ཆ་བཤད་འདུག་དེ་ལོ་ཆུང་ཆུང་ལྟར་མང་པོ་ཡོད་རེད་ནའང་ཡིན་ན་སྒྲུང་བཤད་སྐྱོང་པ་དེ་གཟིགས་ཁ་མ་ཡིན་པར་སྒྲུང་གི་དང་རིག་གནས་སྐོར་འདྲ་དེ་ལྟ་ཅི་ཟེར།